ཡང་ངིས་པ་བོ་ལས་དེ་ནས་སྐྱིད་སྡུག་བཞུགས་ན་ཕྱག་འཚལ་བ་དང་མཆོད་སྦྱིན་མཆོད་སྦྱིན་བཤགས་པ་དང་རྗེས་སུ་ཡི་རངས་བསྐུལ་སྦྱིན་གསོལ་བ་ཡིས་དགེ་བ་ཅུང་ཟད་བདག་གིས་ཅི་བསགས་པ་ཐམས་ཅད་རྫོགས་པའི་བྱང་ཆུབ་ཕྱིར་བསྔོ་བཞུགས་ཀ་འཇིག་དུ་ཁ་ལ་ལས་ད་ཨིའུ་དེ་ནས་ང་དང་ལ་འཕགས་པ་བཟང་པོ་སྤྱོད་པའི་མོ་ལ་མེ་ཨིནོག་ད་ལས་ང་དང་ལ་འཕགས་པ་བཟང་སྤྱོད་ཡང་མེ་ཧ་ལ། ད་ཡིན་ན་ང་དེ་ནས་སྒོ་མ་ཕྱག་འཚལ་བ་དང་ཟེར་འདྲ་ཅིག་གནང་ད་ང་བཏང་ཨེ། དེ་ནས་ཡན་ལག་བདུན་པ་བཞུགས་གནང་མི་འདུག་ག་ལ་ལས་ད་ཕྱག་འཚལ་བའི་ཡན་ལག་བརྗོད་ནོ་ག་ལ། ད་དེ་ནས་སྒོ་མ་ང་དང་ཐོག་མར་ཕྱག་འཚལ་བ་ལ་ཨ་ལ་དེ་ནས་ང་དང། ཕྱག་འཚལ་བའི་དེ་ནས་ཡན་ལག། ཡོད་དེ་རོགས་ད་དེ་ཡང་ན་ཕྱག་འཚལ་བའི་ཡན་ལག་ཡང་ན་དང་པོ་ང་དང་དེ་སྒོ་གསུམ་གྱི་སྒོ་གསུམ་བཞུགས་གནང་ག་དོ། དེ་ནས་ང་དང། ལུས་ཀྱི་སྒོ་ནས་ཧ་ལ་ལས་ལུས་ཀྱི་སྒོ་ནས་ང་དང། ཕྱག་འཚལ་ཅེས་སོ། ཀའོ་ང་དང། ལུས་དང་ངག་གིས་བཏང་བ་ཕྱག་བགྱི་འོ་ཞུགས་སྐམ་པོ་དང་ང་དང་ལུས་ཀྱི་སྒོ་ནས་ཕྱག་འཚལ་ཅེས་པོ་མོས་སྟེ་ནོག་དང་ལུས་ཀྱི་སྒོ་ནས་ཕྱག་འཚལ་བ་དང། དེ་ནི་སྩོགས་ལ་དེ་ནི་ང་དང། དེའི་སྟེང་ནས་དེ་ནི་གཉིས་པའོ་ང་དང།

དེ་ནི་གཉིས་པའི་སྐད་ཆ་ཚལ་བ་དང་དེ་ནི་ཆོས་ཅི་མཛད་ར་གཅིག་ན་ང་དང་ཅི་ཟིན་རོགས་མཛད་ད་གཉིས་པའོ་དེ་ནི་ང་དང་ཅི་རོགས་མཛད་ན་ཀ་ཏོ་དེ་ནི་ཆོས་དཔེ་ཡན་ལག་ག་ནོ་ཧ་ལ་ལེ་ཆོས་དཔེ་ཡན་ལག་ད་དེའང་ནི་ང་དང་ང་དང་དེ་ནི་ལྷ་ན་ཡོད་པའི་ཆོས་པ་དང་ལྷ་དེ་ནི་ང་དང་དེ་ཚོ་ག་ཡང་མང་པོ་ཞིག་གིས་ང་དང་གསུང་ཆོས་མ་མང་པོ་ཞིག་ཡོད་དོ་ནོ་ཧ་ལ་ལེ་ཞུ་ཆོས་མ་མང་པོ་ཞིག་ཡོད་དོ་ནོ་པའོ་ང་དང་མེ་ཏོག་དམ་པ་ཕྲེང་བ་དམ་པ་དང་སེང་གཡང་དམ་པ།

དེ་ནས་དེའི་ཚོགས་ལ་དེ་སྟེ་མ་ཚར་པའི་དེ་ནས་ང་དང། དེ་ནས་འདུགས་བུ་ལ་བཟའ་བྱའི་རྒྱལ་མཚན་བུ་ལ་བཟའ་བྱའི་ལྷ་འདྲེའི་བུ་ལ་གཞལ་མེད་ཁང་བུ་ལ་དེ་ནས་ང་དང་ཁྲི་སྟན་བུ་ལ་བཟའ་བྱའི་དེ་ནས་ང་དང། དེ་ནས་ང་དང། རོལ་མོ་ལྟ་བུ་མང་པོ་ཞིག་དེ་ནས་མཆོད་པའི་ཡན་ལག་མང་པོ་ཞིག་ཡོད་དོ་ནོ་ག་ལ་ལས་དེ་ནས་གཉིས་པ་ང་དང་དེ་ནས་ལྷ་ན་མེད་པའི་མཆོད་པ་བཞུགས་མཁན་ཡོད་དོ་ནོ་གའོ་ང་དང་ལྷ་ན་མེད་པའི་མཆོད་པ་བཞུགས་མཁན་པོ་དེ་ནས་བདེན་པའི། ང་དང་ཨེ། ཀུན་སློང་ཙོག་པོ་ད་ཡིག་ཚང་མ་དེ་ནི་མ་མང་པོ་ཅིག་ཤོད་ཀྱི་འདུག་ད་ལ་དེ་ཏུ་འབོད་ར་ཛ་ཐ་ལ་ལེ་ཅི་དེ་ནི་ཕྱག་ཚ་ལོ་དང་མཆོད་ཅིང་དེ་ནི་ཤགས་པ་ཕུ་ལ་ཛ་ཅེ་ཚ་ལ་ལེ་ང་དང་ཨེ་ཤགས་པ་ཧ་ལ་ལེ་ཤགས་པ་ཕུ་ལ་ཛ་ཅེས་པོ་ཅི་ནོག་ཟེར་ན་དེ་ནི་ང་དང་ཨེ། སྡིག་པ་ང་དང་ཨེ་དེ་ནི་ཟག་སྐྱོད་ན་དེ་སྡིག་པ་ཚང་མ་དེ་ནི་ཤགས། ཞག་གཅིག་ཚེ་དེ་ནས་ང་དང་ཞག་སྤང་རོགས། ཀའོ་ང་དང། ཁོ་རང་ཅི་ག་ན་མེད་ད་ལེ་དག་ས་ང་དང་བཟང་སྤྱོད་དེ་ན། འདོད་ཆགས་བཞི་དང་གཏི་མུག་དབང་གིས་ནི་ལུས་དང་ངག་དང་དེ་བཞིན་དབྱིབས་ཀྱིས་ཀྱང་སྡིག་པ་བདག་གིས་བགྱིས་པ་ཅི་མཆིས་པ། དེ་དག་ཐམས་ཅད་བདག་གིས། མཐོལ་ལོ་བཤགས་མོ་སྟེ་དེ་ནས་ང་དང། ང་དང། རྒྱུའི་གཙོག་པོ་དེ་ནས་ང་དང་འདོད་ཆགས་བཞི་དང་གཏི་མུག་གི་དབང། དེ་ནས་ང་དང། སྒོ་ནས་སྡིག་པ་ཙམ་ཞིག་ས་ག་འགྲོ། དེ་ཚང་མ་དེ་ནས་ང་དང་སྡིག་པ། བདག་ས་ང་དང་ཕྱག་འཚལ་བ་དང་དེ་ནས་མཆོད་ཅིང་དེ་ནས་ང་དང་ཤཱཀ་པའི་ཡན་ལག་བཞུགས་ཀར་འབུལ་ལྟར་དེ་གཟུགས་བྱིན་ནོ། ད་དེས་དེ་ནས་ང་དང་བཞི་ལྟར་གསུམ་པ་སོང་བ་ད་བཞི་པའོ་སྤྱིན་བཀྱག་ཟིན་ན་ང་དང་བཞི་པའོ་རྗེས་སུ་ཡི་རང་བའི་ཡན་ལག་བཞུགས་ཟིན་ནོ། རྗེས་སུ་ཡི་རང་སྐད་ཅེས་བྱ། དཔེར་ན་ང་དང་ལྟོས་སོང་བ་མི་རུ། ཕྱོགས་བཅུའི་རྒྱལ་བ་ཀུན་དང་སངས་རྒྱས་ཧྲཱི། རང་རྒྱལ་རྣམས་དང་སློབ་དང་མི་སློབ་དང་འགྲོ་བ་ཀུན་གྱི་བསོད་ནམས་གང་ལ་ཡང་དེ་དག་ཀུན་གྱི་རྗེས་སུ་བདག་ཡི་རང་ངོར་བསྐལ་ནས་དེ་ནས་ང་དང། ཨོ་ཏོ་ཅིན་ཀྱག་ཟེར་ན་དེ་ནི་ང་དང་རྗེས་སུ་ཨི་རང་ཧ་ལ་རྗེས་སུ་ཨི་རང་ཨི་རང་བྱས་ཟིན་ང་དང་ཨ་དེ་ནི་ང་དང་ཡན་ལག་གི་འགྲོགས་བྱོས་བྱས་ཟིན་ཧ་ལ་ད་དེ་སྟེ་ནི་རྗེས་སུ་ཨི་རང་བ་ད་སྐུལ་ཅིན་ཧ་ལ་དེ་སྟེ་ནི་ང་དང་སྐུལ་བ་ཅི་སྐུལ་བྱོས་ཀྱག་ཟེར་ན་ང་དང་ཆོས་ཀྱི་འཁོར་ལོ་སྐོར་ར་སྐོར་ར་མཛད་མོལ་ཀ་ནི་དེ་ནི་ང་དང་ཅི་ཟོ་ཆོས་ཀྱི་འཁོར་ལོ་སྐོར་ར་མཛད་ཟེར་ར་ཅིག་ན་དེ་ནི་ང་དང་ད་ཆོས་བཤད་ར་མཛད་ཟེར་ཀན་པོ་དེ་ནི་སྔ་པ་ཆོས་ཀྱི་འཁོར་ལོ་སྐོར་བ་སྐུལ་བ་བྱོས་ཀན་པོ་གང་རྣམས། རྐང་སྣམ་ཕྱོགས་སུ་འཇིག་རྟེན་མགྲོན་པ་དག་བྱང་ཆུབ་རིངས་པ་སངས་རྒྱས་མ་ཆགས་ངེས། མགོན་པོ་དེ་དག་བདག་གིས་ཐམས་ཅད་ལ་འཁོར་ལོ་བླ་ན་མེད་པ་བསྐོར་བར་སྐུལ་བཞུགས་མཁན་པོ་ཅིན་སྐྱག་བཞི་ན་ཀ་ཏོ། དེ་ནས་ངེད་རང་ཡང་ནི་རྗེས་སུ་ཡི་རང་དེ་ནི་སྐུ་ལུས་ཡན་ལག་ཀན་རོག་ཧ་ལ་ལས་ང་དག་སྐུ་ལུས་ཡན་ལག། ད་ལྟའི་སྐུ་ལུས་ཡན་ལག་པའི་ནང་བདག་སེང་ང་ཏའོ་ཡི་ཚིག་བཅད་འདྲི་རེ་འདྲི་རེ་ཡོད་དེ་རོག་ཧ་ལ་ལས། དེའི་སྟེང་ནས་དེ་ནི་གསོལ་བ་བཏབ་པའི་ཡན་ལག་ཟེར་ཏེ་དེ་ནས་དྲུག་པ་ཧ་ལ་མྱ་ངན་ལ་མི་གདའ་བར་གསོལ་བ་བཏབ་བཞུགས་བཞུགས་མཁན་པོ་ཏེའོ་ནོག་ད་ལས། ཀའོ་དེ་ནས་ཚིག་བཅད་དུ་ནི་ང་དང། མྱ་ངན་འདས་སོང་རྐང་རྗེས་དེ་དག་ལ་འགྲོ་བ་ཀུན་ལ་ཕན་ཅིང་བདེ་བའི་ཕྱིར། སྐལ་པ་བཞིན་གྱི་རྡུལ་ལྔས་བཞུགས་པ་ཡང་བདག་གི་ཐལ་མོ། རབ་བྱ་གསོལ་བ་འདེབས་བཞུགས་མཁན་པོ་ཨོ་ཏི་ཏི་ཨོ་ཏི་ཨོ་དེ་ནི་མངའ་ཐང་སྤྱི་ནོག་ཟེར་ན། དེ་ནི་གསོལ་བ་གདབ་པའི་ཡན་ལག་གི་ནོག་ཟེར་ནོག་དེ་ནི་ཕྱོགས་བཅུའི་ཞིང་ན་བཞུགས་པའི་ཧ་ལ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་མྱ་ངན་ལ། དེ་ནི་མངའ་ཐང་བདག་ས། དུ་བ་མྱ་ངན་འདས་སོན་རྐང་རྗེས་དེ་དག་བཞུགས་མཁན་པོ་ཨོ་ཏི་ཨོ་ནོག། དེའི་སྟེང་ནས་དགེ་བ་ལ་བྱུང་ཨོ། ད་དེའི་སྟེང་ནས་མངའ་ཐང་ཅི་ཡོད་ཀྱག་ཟེར་ན།

དེ་ནས་རྗེས་ཕྱོགས་ངེད་རང་དཀར་ལ་རྫ་དཀར་པོ་དང་ཕྱག་འཚལ་བའི་ཡན་ལག་དང། དེ་སྟེང་ནས་མཆོད་ཅིང་མཆོད་པའི་ཡན་ལག་དེ་ནས་བཤགས་པ་བཤགས་པའི་ཡན་ལག་དེ་ནས་རྗེས་སུ་ཡི་རང་བའི་ཡན་ལག་དེ་ནས་ང་དང་ཉང་ལ་མི་ཟླ་བ་སྐུལ་བཞིན་ཡན་ལག་དང་ཕྱག་འཚལ་བའི་ཡན་ལག་ལུས་ངག་གི་བཙུན་དགོན་ནས་དེ་ནས་མཆོད་པ་དེ་ནས་བླ་ན་མེད་པའི་བླ་ན་ཡོད་པའི་མཆོད་པ་བླ་ན་མེད་པའི་མཆོད་པ་དེ་ནས་གསོལ་བ་དེ་ནས་ང་དང་ཆོས་ཀྱི་འཁོར་ལོ་འཁོར་བར་གསོལ་བ་གདབ། དེ་ནས་སངས་རྒྱས་ལ་ཆོས་ཀྱི་སྒོ་མ་ལྔ་དང་སྤྱི་དོན་ཕྱག་འཚལ་ལ་མཛད་དེ་ནོག་རྩ་རྨ་ནི་བརྟུལ་ཞུགས་ལྔ་དང། སངས་རྒྱས་སྤྱན་དྲངས་ལ་མཛད་དེ་ན་སྒོ་མ་ལྔ་དང་ཕྱག་འཚལ་ལྕོགས་པ་ལས་ཕྱག་འཚལ་དེ་ན་དེ་ནས་ལྔ་དང། གདོན་དང་ཙོག་པུར་ལྕོགས་པ་དང་མཆོད་པ་ཡིན་ནོ་ཧ་ལ་ལས། དེ་ནས་ལྔ་དང། ཤག་ཚ་པུར་ལྕོགས་པ་ལྔ་དང་ཅིའི་སྡིག་པ་ཞིག་བཅོས་ཏེ་ན་ད་ངེད་རང་སངས་རྒྱས་ཀྱི་མདུན་ནས་མཐོལ་ལོ་ཤག་རྩ་རྨ་ནི་ཕྱིན་ཆད་མ་ནི་ངའི་ཧྲོག་ལ་བབ་ཀྱང་སྡིག་པའི་ལས་མི་བཅོས་བསམ་སྟེ་དེ་ནས་དེ་འོག་སྡིག་པ་བཤགས་པའི་ཡན་ལག་ཡིན་ནོ་ཧ་ལ། དེ་ནི་ངེད་རང་རྗེས་སུ་ཡི་རང་བ་ཡི་ཡི་རང་བ་ཧ་ལ་ལི་དེ་ང་དང་ཨ་ད་མ་ནི་ཡི་རང་སྐད་ཅེས་ཚ་ལ་ལི་དེ་ལྟའི་སྟེང་ནས་དེ་ནི་ང་དང་སངས་རྒྱས་ལ་དེ་ནི་སངས་རྒྱས་ཀྱི་ཡོན་ཏན་ལ་ཡི་རང་བ་ད་སངས་རྒྱས་ཀྱི་ཡོན་ཏན་བསམ་ཡོད་ཆོས་ཀྱི་ཡོན་ཏན་དགེ་འདུན་ཡོན་ཏན་བསམ་མི་ཁྱབ་བ་ད་སངས་རྒྱས་སི་ཡོན་ཏན་ཚང་མ་ང་དང་ཡི་ར་དེ་ནི་དེའི་སྟེང་བོ་ནི་ང་དང་དེ་ནི་ཆོས་ཀྱི་སྐོར་ལོ་དང་ཡི་མ་ནི་ཆོས་གསུང་བ་མཛའ་བརྩེ་དཀའ་ནི་ང་དང་ཨ་སྤྱིན་རོགས་དེ་ནི་དེ་ནི་སྐུ་ལོ་ད་བཅས་ཚ་ལ་ལི་དེ་ནི་དེའི་སྟེང་ནས་ང་དང་སྐུ། དེ་ནས་གསོལ་བ་འདེབས་པའི་ཡན་ལག། དེ་ནས་འཇུག་མེད་ཀ་དེ་ནས་དགེ་བ་རྫོགས་བྱང་དུ་བསྔོ་བ་བཞེས་ཏེ་ཨོ་ཡིས་འཚང་ཀ་ཡིས་བསམ་གྱིས་ཀྱིས་ནོག་གཞུ་བྱས་ཟིན་ཡ་རྒྱུ་ལས་ཐུགས་རྗེ་ཆེ།